ས་ར་ནང་གི་ནང་པའི་གནས་མཆོག་བཞེས་པའི་ལེ་ཚན་གསན་གསན་ནང་གི་ཚང་མ་ལ་མཚམས་རེ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་རིང་རྒྱ་ནག་རོ་བཙན་ང་བཞེས་པའི་ནང་པའི་གནས་སྐད་གྲགས་ཅན་དེ་རྒྱ་ནག་གི་ས་ཕྱོགས་གང་དུ་ཡོད་མེད་དང་བོད་ནས་མ་ཕྱིན་པ་ཡིན་ན་རྒྱང་ཐག་ལ་སོགས་པ་ག་ཚད་ཡོད་མེད་གནས་ཁོ་རང་གི་ཡུལ་གྱི་ཆགས་སྟངས་ལ་སོགས་པ་མདོ་བསྡུས་ཞེས་ས་ར་གི་ལམ་ནས་ངོ་སྤྲོད་ཞུ་ཡ་ཡིན། ཐོག་མར་ས་ཁྲ་འདི་སྐྱེལ་བཟོ་བ་ཡིན་ན་འདི་ང་ཚོ་བོད་ཀྱི་རྒྱལ་ས་ལྷ་ས་རེད། འདི་རྒྱ་ནག་རོགས་བཙན་ལྔ་ཡོད་ས། བོ་ལྡེ་ཧྲའང་བོ་ལྡེ་མོང་འགྲེང་ཟེར་དེ་རེད་དེ་ལས་ཕྱིན་པ་ཡིན་ན་མོ་དགྲ་དང་ལས་ཕྱིན་པ་ཡིན་ན་ཆུ་ཚོད་ལྔ་བཅུ་ང་གཉིས Kilometer སུམ་སྟོང་ཉིས་བརྒྱ་བརྒྱ་བཅུ་གྱ་གཉིས་ཚེ་རེད་འདུག་བ། ད་མོ་སྒྲ་བཏང་ནས་འགྲོ་མཁན་ཕ་ཅལ་ཡོད་རྒྱུ་མ་རེད་བསམ་གི་འདུག། དེ་ནས་གནམ་བྲེག་གི་ནང་ལོགས་ལས་ཕྱིན་པ་ཡིན་ན་ཁྱོད་ཚོ་བཅུ་དྲུག་འགོག་གི་རེད་ཟེར་གྱི་ཤག་གི་འདུག་ད་དེ་ད་ལྟ་བསྡད་གི་ཡོད་མ་རེད། ཅེས་བཀྱེད་ན་གོང་དཀར་ནི་ཝུ་ཏེ་ཧྲན་གནམ་ཐང་གི་བར་དུ་ཐད་ཀར་གནམ་རིར་འགྲོ་མཁན་མི་འདུག་ད་དེ་གི་མེད་འགྲོ། ཡང་ན་ཁྲིན་ཏུའུ་དང་ཁྲུང་ཆིན་དང་དེ་འདྲ་བརྒྱུད་ནས་འགྲོ་དགོས་གི་ཡོད་ས་རེད། ཚོད་དཔག་བྱས་ཡིན་ན་ད་ཁྱོད་ཚོས་ཡིག་གཞན་ཡིན་མིན་དེ་འདྲས་བྱེད་མ་ཐུབ། སྐྱོ་དྲུག་ཟེར་ཡས་དེ་ཡོང་མི་སྲིད་ཡ་འདྲ་བོ་རེད་དེ་ག་འདྲས་ངས་ཧ་གོ་མ་སོང། དེ་ནས་བོ་ཏེ་ཧྲ་གནམ་ཐང་ལས་སླེ་བ་ཡིན་ན་དེ་ནས་ཡང་རོ་རྩེ་ང། གི་དགོན་པ་ཨ་མ་ཡོད་ས་དེ་ལས་ཕྱིན་པ་ཡིན་ན།

ད་རོག་རྩེ་ལྔ་རྫོང་ལམ་ལ་འབྲུག་སྨན་འགྲོ། དེ་ནས་ཡང་བསྐྱར་ང་ཚོ་རྒྱ་ཆད་ས་ནས་ཁོང་དུ་ཆུད་ཡག་གི་ཆེད་དུ་བལྟས་ཡག་ཡིན་ན། བོད་ཀྱི་རྒྱ་ས་ལྷ་ས་དེ་འདི་རེད་དེ་ཡོད་རེད་བ། ད་རྒྱ་ནག་གི་རྒྱ་ས་པེ་ཅིང་དེ་འདི་འདུག་བ། ད་ད་ལྟ་ཝོ་ཏེ་ཧྲན་རོག་རྩེ་ལྔ་དེ་འདི་བ་གཅིག་ལ་རེད་ཤག། དེ་ནས་ཐང་རྒྱ་རབས་ཀྱི་སྐབས་སུ་རྒྱ་ནག་གི་རྒྱལ་ས་ཁྲང་ཡེ་ཟེར་དེ་འདི་རེད། བོད་ཀྱི་མཚོ་སྔོན་པོ་འདི་འདོ། འདི་འདོ་ཞེས་པ་ཡིན་ན། ཁྱོན་ཡོངས་ནས་ཁོང་དུ་ཆུད་ཡར་ཆད་པ་གཏད་ཚུལ་ཡོད་རེད་བསམ་འདུག། དགེ་འདུན་བྱོན་པས་ཀྱི་དེབ་དཀར་གྱི་ནང་ལོག་ལོས། བོད་མ་རོག་བཙན་ང་ཡང་སྒར་དེ་སླེབས་ནས་ནི་རྒྱ་ཡི། ཐང་གི་རྒྱ་པོ་ཁྲི་ནས་ཕབ་ཟེར་གྱི་ཡོད་རེད། དེ་ཁ་དོག་བལྟ་ཡོང་དུས་རོགས་རྩེད་ང་དེ། དེ་ནི་རྒྱ་བཟའ་ཁྲེང་གི་ཡར་སྣང་ལ་ཡོད་དགུ་བའི་ཟོག་འདྲ་གཅིག་ཡོད་རེད་དེ། ད་རོགས་རྩེད་ང་ངོ་མ་འདྲ་བོ་དེ་འདི་ག་རང་ངོས་འཛིན་བྱེད་གི་འདུག་ཨ། ཕྱི་ཐང་གི་རོགས་རྩེད་ང་ཟེར་མིང་ཐོག་དེ་དེ་འདྲའི་ག་ས་ག་ལ་ཡོད་ས་རེད་དེ་ཡིན་དུས་རྒྱ་ནག་གི་རྒྱ་བཟའ་ཁྲེང་ཡིན་དེ་འདི་རེད། དེ་ནི་རོགས་རྩེད་ང་དེ་འདི་བྱེད་པའི་རྒྱན་དང་ཐག་ཉེ་བོ་བྱེད་དེ་ནི་ཡར་སོང་ཡིན་ན་ད་ནང་སོག་ལ་ཡར་ཐུག་ནས། དེ་འདྲའི་གི་ས་ཆ་ཅིག་རེད་འདུག་བ། ད་འདི་གྱི་ཟས་ཤོད་དུ་དེ་ས་ར་ལས་ཀྲིག་གི་པར་བསྐྱབས་ཡོང་དུས་དགའ་རོགས་མཐོང་འདུག་བ། ད་ལྟ་རོགས་རྩེ་ལྔ་གི་དགོན་པ་ཨ་མ་དེ་ཚོ་ཡོད་ས་དེ་འདི་རེད་ཤག། ད་རོགས་རྩེ་ལྔ་གི་རི་རྩེ་སྔགས་བཟླ་འདི་ཚོར་ག་འདྲའི་རྩལ་ཤོང་ན་ཡག་པ་ཧ་གོ་གི་མེད་ད་འདི་ཚོ་ཚང་མ་རག་གི་རྩལ་ལ་ཡང་དགོན་པ་དེ་མི་འདུག་ཨ་ནི་རག་གི་རྩལ་ནི་རག་གི་རྩལ་ལ་འགྲོ་ས་བཅད་ཨ་འདི་ལུང་པ་དེ་ཁ་ལྷོག་ལ་གྱུར་ནས་ལུང་པ་སྐྱིད་པོ་ཞུ་གཅིག་འདུག་ཨ། ད་མན་གྱི་རྣམ་གྲངས་འདྲ་བོ་དེ་ལ་རོ་བཙན་སྔགས་ཀྱི་རོ་དང་སེར་བཅད། རོ་སྣ་ཚོགས་བརྩེགས་རོ་སྣ་ཚོགས་མཛེས། ལྷུན་པོ་རྩེ་ལྔ་ཟེ་ཡ་ལ་སོགས་པ། དེ་འདྲའི་གོ་མིང་འབོད་སྟངས་མང་པོ་ཡོད་རེད། སྤྱི་བཏང་གི་རྒྱ་ནག་གི་གནས་ཆེ་བཞི་དང་གནས་ཡུལ་ཆེན་པོ་བཞི་ཟེར་དགོས་མ་རེད་རོ་གྲུ་འཛིན་དང་རོ་རྩེ་ལྔ་དང་གླང་ཆེན་འགྱིང་རིང་དང་གཅིག་ལ་དཀའ་རེད་གོ། ད་ངའི་མིང་འདི་ཏག་ཏག་དྲན་གི་མི་འདུག་དེ་འདྲའི་གི་གནས་ཆེན་བཞེད་ཅིག་ཤེས་གི་ཡོད་ར་བ་དེ་དེ་བཞེད་གི་ནང་ལོག་ནས་ཀྱི་ད་སྐད་བརྡ་ཆེ་ཤོས་རོགས་བཙལ་ང་ཟེར་དེ་འདི་ཆགས་གི་ཡོད་རེད། དེ་ནས་ས་ཆ་འདི་ལ་ང་ཚོ་བོད་ཀྱི་བླ་མ་ཞབས་ཀྱི་བཅའ་བ་དེ་ལ་ས་པའི་ཀུན་དགའ་རྒྱ་མཚོས་ཕེབས་རེད་གསུང་གི་དེ་ནས་འདུག་ད་ངས་ཞིབ་འཇུག་ཡག་པོ་བྱེད་ཐུབ་མ་སོང་འགྲོ་མགོན་ཆོས་རྒྱལ་འཕགས་པ་ཕེབས་ཤ་ཀ་མ་དཔག་ཁྱི་ཀ་མ་རང་བྱུང་རྡོ་རྗེ་རོ་བི་རྡོ་རྗེ་དེ་ནས་བྱང་ཆའི་ཆུ་རྗེ་ལ་སོགས་པ། ད་ཤེས་ཀྱི་ཡིན་ན་རྐྱང་ཆ་རོ་བའི་རྡོ་རྗེ་ལ་སོགས་པ་ད་གང་ལྟར་བོད་ཀྱི་མཁས་པ་མང་པོ་ཅིག་འདིར་ཕེབས་མྱོང་བ་དང་དེ་ཀའི་ནང་ལོགས་ནས་ད་རྐྱང་ཆ་རོ་བའི་རྡོ་རྗེ་ཐུགས་ཀའི་ཆོས་ཀྱི་ཉི་མ་ལ་སོགས་པ། ཨ་དེ་ཚོ་གི་གནས་ཡིག་ཡིན་ན་ཧ་ཅང་གི་དྲ་རྒྱས་པོ་དེ་འདྲས་བརྩམས་འདུག་ཨ་དེ་མ་ཡིན་པའི་རོ་བ་རྩེ་ལྔ་གི་གནས་ཡིག་རྒྱས་དུས་མང་པོ་འདུག་ད་དེ་ཚོ་ཟེར་གྱི་ཡིན་ན་འགྲིག་གི་རེད་བ་ད་ལོ་རྒྱུས་ཤེས་དགོས་ཀྱི་ཡོད་པ་ཡིན་ན། གནས་ཀྱི་བསྟོད་པ་འདྲ་བོ་ཅིག་ཆ་མཚོན་པ་ཡིན་ན། འབྲོང་རྔོན་ཆུ་རྒྱུན་འཕགས་པ་གི་རོགས་རྩེད་ངན་ལ་བསྟོད་པ་དེ་མི་འདུག་བ། དེ་ནས་བོད་ཀྱི་བླ་མ་མང་པོ་ཅིག་གི་རོགས་རྩེད་ངན་གྱི། གནས་ཡིག་དང་བསྟོད་པ་དང་དང་རིང་ཚོ་ཐུང་ཚོ་དེ་འདྲ་མང་པོ་འདུག་བ། ད་ག་བ་ཡོད་མིན་དང་ས་ཆ་གི་ཁྱབ་ཚུལ་དེ་ཤེས་དགོས་ན་ད་ལྟ་འདི་འདྲ་བོ་ཅིག་མ་བསྟན་ན་ཡང་གནས་ཡིག་དེ་ཚོའི་ནང་ལོགས་ནས། གསལ་པོ་འདྲ་བོ་ཅིག་ཧ་གོ་ཡ་བལྟས་ཚེ་ཁག་པོ་ཡོད་རེད་བ།

ད་ཁོ་རང་གི་རྒྱ་ཁྱོད་འདྲ་ཟེར་ན་མི་འདུག་ད་ལྟེ་བ་འདྲ་བོ་དེ་འདི་འདྲའི་ཅིག་གི་ནང་ལོགས་ལས་ཚུད་བསྡད་གི་ཡོད་ས་རེད། ཨ་འདི་ཚོ་ག་ས་ག་ལ་ཅིག་དགོན་པ་མེད་ས་དེ་འདྲ་གས་མི་འདུག། ཨ་གནས་ཡུལ་དེ་ཚོ་ནང་ལྟེ་ཡ་ཡིན་ན་དགོན་པའི་ལྕགས་རི་གི་ནང་ལོགས་ལས་དགོན་པ་ག་ཚད་ཟེར་ལྔ་བཅུ་དྲུག་བཅུ་ཕྱི་ལོགས་ལས་ཆེ་ཆེ་ཟེར་གྱི་འདུག་ད་དེ་ཚོ་སྟེ་འདི་གི་དགོན་པ་ཨ་མ་དེ་གི་གི་རྒྱ་ཁྱོད་སྐད་ཆ་བཤད་བསྡད་གི་ཡོད་ས་རེད། ད་དགོན་པ་ཨ་མ་དེ

ཨ་ཨ་འདི་ཟེར་ཤེས་སོང་འདི་མཆོད་རྟེན་འདི་སྟེང་དུ་བ། ཨ་ནི་དགོན་པ་དང་དུ་མཐོ་བ་འདྲ་བོ་དེ་འདི་ཆེ་ཨ་མ་འདྲ་བོ་གཅིག་ཨོ་དགོན་པ་གཙོ་བོ་ཡིན་ས་རེད་ཟེར་དེ་དེ་རེད་ད་དེ་གི་ནང་ལོགས་ལ་ཡང་རྒྱ་ཆེན་མོ་འདུག་ད་དེ་མཆོད་རྟེན་དེ་ཡོད་ས་ནས་ཡར་པར་བརྒྱབ་ད་ལུང་པ་དེ་གི་ཡར་རི་གི་ཟེ་དེ་དེ་ཚོ་ལ་བཏགས་ད་ཤིང་ནགས་དང་སྤང་དང་དེ་པོའི་སྐྱེས་བུ་འདུ་བ། དེ་ཕྱོགས་གཞན་པ་ཅན་ནི་ཚུལ། དགོན་པ་ཡོད་ས་ཀྱི་ཕྱོགས་དེ་ད་དགོན་པ་ཡོད་ས་ཟེར་ཡང་མི་འདུག་ད་དེ་པར་འཇབ་ས་ཀྱི་ངོས་དེར་དགོན་པ་དཔེ་མང་པོ་འདུག། འདི་བོད་ཀྱི་བླ་མ་གྲྭ་བ་མང་པོ་ཞི་བ་འདུག་བོད་པ་མང་པོ་ཞི་དྲག་འདུག་དེ་གཉིས་དེ་ན་ན་བརྟག་ན་ཧ་གོག་འདུ་བ། ད་འདི་རོག་རྩེ་ལྔ་གིས་ད་འདོད་དགོན་པ་ཨ་མ་ཡོད་ས་དེར་ཡ་གང་གི་རི་གི་རྩེ་དེ་འདྲ་མང་པོ་ཡོད་རེད་བ་དེ་རྩེ་ལྔ་དེ་ག་རེ་ག་རེ་ཡིན་ན་རྩེ་དེ་འདྲ་གཅིག་གི་སྒང་ལ་རྒོད་མ་འདི་འདྲ་བརྒྱབ་འདུག་ད་རྩེ་དེ་ཚོ་ལ་རྒོད་མ་མང་པོ་ཞེ་དྲག་བརྒྱབ་འདུག་བ། འོ་འདི་ཉིས་སྟོང་བཅུ་དགུ་ལོར་རྒོད་པ་བརྒྱབ་བཞིན་པའི་སྐབས་ཀྱི་པར་རེད་འདུག་བ། ད་ལྟའི་ད་ལྟ་རྒོད་པ་ཡོད་ས་དེ་གང་གི་རི་གི་རྩེ་གཅིག་རེད་ད་རི་རྩེ་མང་པོ་འདུག་བ་རྩེ་ལྔ་དེ་ག་འདྲའི་ཞིག་བརྩིགས་ཡོད་མེད་ངས་ཞིབ་ཕྲ་མི་ཤེས། རིགས་ཀྱི་རྩེ་ལ་ཡར་འགྲོ་དགོས་ན་མོ་ཏྲ་ལང་ཀ་དེ་འདྲའི་གི་ནང་ལོག་ནས་རིགས་ཀྱི་རྩེ་ལ་ཡར་འགྲོ་ས་བྱེད། དེ་ནས་གོམ་པ་བརྒྱབ་ནས་ཡང་རིགས་ཀྱི་རྩེ་ནས་བྱེད་འགྲོ་ས་འདུག་ཨིན་ཇིས་ཀྱི་ཕྲད་གན་ཡིན་ན་བྱེད་ལ་གི་འདུག་ཨ། འོ་དེ་འདྲས་བྱས་ནས་ནི་འགྲོ་ས་དེ་འདྲས་བཟོས་ཀྱི་འདུག། ད་དེ་གའི་རི་བོའི་གསེང་གི་པ་ལ་ཡང་ཀོང་ཚང་ཀང་གི་བཟོ་འདྲ་དེ་འདྲས་མེ་སད་སི་ཀའི་མི་འདུག་ཨ་དེའི་བཟོ་འདྲ་ཧོ་མང་པོ་ཤི་ར་འདུག། དེ་ནས་དགོན་པ་ཁ་ཤས་ཀྱི་ནང་ལོགས་ཀྱི་དག་སྐུ་འདྲ་དང་དེ་ནས་ཞིང་ཐང་དང་མཆོད་བཤམས་འདི་ཚོ་སྟེ་ཡ་ཡིན་ན་ང་ཚོ་བོད་ཕག་གི་ཤུགས་རྐྱེན་དགའ་རོགས་འདུག་བ་ད་བོད་ཕག་ཤུགས་རྐྱེན་ཆེན་པོ་ཞོ་རེད་ཞེ་འདེད་བོད་ཕག་གི་ཐང་ག་དང་བོད་ཕག་གི་ལྷ་བྲི་སྟངས་དང་དེ་ནས་བོད་ཕག་གི་འཁོར་ལོ་དང་ཅི་དེ་ནས་མང་པོ་ཞེ་དྲག་མཐོང་ཡས་འདུག་འདི་བོད་ཕག་ཤག་ཕུད་ལྡན་མཁན་ང་ཚོ་རྡོ་རྗེ་གདན་ནས་ཡོད་བ་དེ་དང་གཅིག་པ་འདྲ་བ་འདུག་བ། རྡོ་རིང་འདི་གི་ངོས་སུ་རྒྱ་ཡིག་དང་བོད་ཡིག་ལ་སོགས་པ་དེ་ཡིག་རིགས་སྲོང་བཙན་གྱི་འདུལ་བ་ག་རེ་བྲིས་ཡོད་མེད་དེ་ངའི་ལྟ་ལོང་མ་རེད། མ་ནི་འཁོར་ལོ་དེ་ཚོ་དེ་བོད་པ་གིས་བཟོ་བལྟ་བྱས་ལྟ་རྡོ་ལོ་སྐུས་རྒྱལ་བ་དེ་རྒྱ་གར་དང་གཱན་དྷ་ར་དང་དེ་འདྲས་ཀྱི་ལྷ་སྐུ་དང་འདྲ་བོ་འདྲ་བོ་དེ་འདྲ་འདུག་ཨ། འདི་ཕྱི་དང་གི་རྒྱ་ནག་རོགས་བཙན་ང་དེ་ད་འཇམ་པའི་དབྱངས་ཀྱི